རེད་དེ་ཡོད་ན་ད་ང་ཚོ་གི་དེའི་ཞུ་གུ་སྐྱ་ཁྱི་ཁྲི་ཡང་དང་པོ་བྱེད་གི་སློབ་མ་དེ་ཚོ་རྒྱུད་ཀྱི་ཆུ་དེ་ནང་པ་སངས་རྒྱས་ཀྱི་བའི་ཆུ་མ་ཡིན་པ་ད་དེ་ཚོ་དེ་ནང་པ་སངས་རྒྱས་མ་ཡིན་པ་ག་འདྲས་སུ་ཆགས་པ་རེད་ད་ག་ནང་རྒྱན་གྱི་ཟམ་གདོང་བླ་མ་དང་གོང་ས་བཅུ་བཞི་པ་གཉིས་པོ་དེ་དེ་རིང་ག་ཚོང་སངས་རྒྱས་ཀྱི་ནང་ཟ་ཁོ་ནས་ཕེད་བསྡད་གི་ཡོད་རེད་བ་ཡིན་དུས་ཙམ་པ་སངས་རྒྱས་ཀྱི་ནང་ཟ་གཡོག་ཉན་དུ་སུ་རེད། དེས་ཀྱི། སྡོམ་པ་དང་སྡོམ་རྒྱུན། ད་ག་སྣང་བརྒྱད་ཀྱི་དབང་ལོང་མེད་ངང་ཡོངས་སུ་རྫོགས་པ་དེ་སོགས་ཏེ། བཙལ་བྱ་ཁྲི་བྱང་རིན་པོ་ཆེ་ནི་རྒྱུའི་རྒྱན་ཆོས་ཤ་སྟག་རེད་དམ་མ་རེད། བྱས་ཙང་དེ་ཡིན་དུས་བརྩམས་པ། ཁྱེད་རང་ཁོང་རང་གཉིས་ཀྱི་རྒྱུད་ལ་དར་དང་འདྲ། བཙལ་བྱ། གནས་བརྟན་མཁར་སོགས་གུ་རི་ཐ་ཁྲི་ཡང་རིན་པོ་ཆེ་ནས་བརྒྱུད་བོད་ཀྱི་ཆོས་བརྒྱུད་དེ་ཡོད་རེད་དམ་ཡོད་མ་རེད་དེ་ཆོས་ནང་པ་སངས་རྒྱས་བོད་ཀྱི་ཆོས་རེད་དམ་མ་རེད་ད་དྲི་བ་རྡོག་རྡོག་འདྲ་པོ་དེ་རེད། ད་གོང་ས་མཆོག་ཡིན་ན་འདྲ་ཟམ་གདོང་བླ་མ་ཡིན་ན་འདྲ་དེ་རིང་ཁ་ཚོགས་ཆོས་ཤེས་མང་པོ་བྱེད་ཀྱི་འདུག་གཞས་གཡང་སྒྲོན་གཙང་པ་ཁོ་ཚོས་བླ་མ་སུ་ཡིན་ཟེར་གྱི་ཡོད་རེད་ད། དཔེར་ན་ཟམ་གདོང་བླ་མས་ཆོས་ཤེས་བྱས་པ་དེ་ཚོ་གས། ཁོ་རང་གི་ཆོས་ཞུ་སའི་བླ་མ་དེ་སུ་ཡིན་ཟེར་གྱི་ཡོད་རེད། བླ་མ་དེ་ཚོ་ལ་དད་པ་དམ་ཚིག་མ་ཉམས་པའི་ཐོག་ནས་ཁྱོད་དང་ཟང་ཟིང་གི་འབྲེལ་བ་ཡོད་ཟེར་གྱི་ཡོད་རེད་ཡོད་མེད་ཟེར་གྱི་ཡོད་རེད། ཁོ་རང་རྣམ་པ་གཉིས་ཀྱིས་སྐྱེ་རྒྱུ་ཁྲི་ཡང་རིན་པོ་ཆེ་ལ་ཁྱོད་དང་ཟང་ཟིང་གི་འབྲེལ་བ་ཟེར་ཡ་དེ་སྐྱེས་དགོས་ཀྱི་རེད་དམ་མ་རེད། སྐྱེས་ཡོད་རེད་དམ་ཡོད་མ་རེད། བ་དེ་སྐྱེས་མི་དགོས་པ་ཡིན་ན་རྒྱུ་མཚན་ག་རེ་ཐོགས་ཡོད་རེད། ང་རང་ཚོ་ད་ལྟའི་བོད་པའི་སྤྱི་ཚོགས་ཀྱི་ནང་ལ་བོད་མི་གར་སོ་དགོས་རེད། ས་ཡ་དྲུག་དེ་གའི་གནས་ཤུགས་ལྡན་སྤེལ་མཁན་གྱི་བླ་མ་ལ་ཆོས་ཞུ་ཆོག་གི་མ་རེད་ཆོས་འབྲེལ་བྱེད་ཆོག་གི་མ་རེད་ཟེར་རྒྱུ་མཚན་ག་བར་ཐོག་ཡོད་རེད་ད། ཨོ་དེ་འདྲའི་གི་ཐོག་ནས་ང་རང་ཚོ་དཔྱད་པ་བྱེད་ཡག་མང་པོ་ཞིག་ད་རེད་ཟེར་ཞུ་ཡག་རེད། འོ་དེ་ཅི་སྟེ་དེ་ནི་ད། མ། ཕྱུགས་ཚོད་ཀྱི་འགྲོ་བ་ཡིན་པ་ཡིན་ན། ད་དེ་ཚོ་གི་སྐྱེ་སྟངས་དོགས་པ་སློང་ཡ་དེ་ཚོ་དེ་ད་ངའི་ཡིག་ཐུག་ལ་གསལ་པོ་ཞིག་ད་བཀོད་གི་ཡོད་རེད། ཨ་ནི་ད་ལྟ་དེ་ཟུར་ཙམ་གྱིས་ཞུས་པ་ཡིན་ན་གར་བཟོ་དགོས་རེད་ད། ཕལ་ཆེར་དོགས་པ་འདྲ་བོ་དེ་ཡ་སོ་སོ་ལ་དོགས་སློང་བྱེད་ཐུབ་གི་རེད་བསམ་གི་ཡོད། དེ་ནས་མར་འགྲོ་དུས་ཙམ་པ་ད་ང་རང་ཚོ་དེ་ལྟར་ངས་ནི་གར་བཟོ་དགོས་རེད་ཟེར་ན། ད་གསར་སྐྱེས་གཅིག་ལ་ག་རེ་ཡོད་རེད་ཟེར་ན་ནི་ད་ཁོང་ཚོ་ཆུ་ཤོད་སྤེལ་གི་ད། ཐོག་མར་ཁོ་རང་གིས་ད་ཉོ་རོ་དགེ་ལུགས་བོད་ཀྱི་ཆོས་སྐོར་ལ་ཞུགས་པའི་རིམ་པ་གཅིག་དེ་ནས་དེ་སྤང་བླང་བྱེད་པ་གཅིག་ཨ་ནི་མཐའ་མ་གཞན་ལ་བཀའ་འགུགས་བྱེད་པ་ཟད་ད་དེའི་རིམ་པ་དེ་རེད། ཨན་གོང་ས་སྤྱོད་བཞི་པའི་མཐའ་མ་དགེ་ལྡན་པའི་བླ་མ་ལྷ་སྲུང་ལ་ཚེ་ལས་འདས་པའི་སྒྲོ་སྐུར་གྱི་ལམ་ནས་གཞན་ལ་བཀའ་འགུགས་མཛད་པ་ཟེར་གྱི་ཡོད་རེད། ཐོག་མར་ཁོ་རང་གིས་ཤེས་ཡོད་དུས་ཁོ་རང་གཏན་མཁན་ལ་བན་ད་སེ་གནས་ཆུང་གི་ལུང་བསྟན་ཡོང་དུས་བསམ་པ་ག་རེ་ཤེས་ཡོད་རེད། གཏན་མཁན་ལ་སྐྲག་མི་ཤེས་པ་དང་ཨ་ནེ་བས་ཁ་མ་གས་པ་དང་ཨ་ནེ་བ་དེ་ལྷ་མོ་ཁོ་ནས་གནོད་བྱེད་ཀྱི་འདུག་ཟེར་བཤད་པར་བ། ཁོ་རང་གིས་ཀྱང་ད་ག་ནང་ཁྱེད་ཀྱི་ཨ་ནེ་ཁར་སོང་གི་ང་རས་ཀྱི་སྟེང་ན་འགྲིག་གི་རེད་དམ་མ་རེད། ཟེར་ནས་ཟིན་བྲིས་བྲིས་པ་ཡིན་ཟེར་གྱི་ཡོད་སྐད་ཆ་དེ་བཤད་ཡོང་དུས། རེད་དེ་ད་དེ་ཚོ་ཚང་མ་ལོག་དུས་མགོ་ཐར་ཡོང་དུས་རྩམ་པ་ད་མགོ་ཐར་སྤུངས་ཚུལ་ཟེར་ཡ་བྱས་འདུག་ན་ད་ཞུ་གི། ང་རང་ཚོ་དགེ་ལུགས་པའི་ཐུགས་ལ་ད་ལག་པ་དེ་འཆང་ཡོང་གི་ཡོད་རེད། བྱས་ཙང་དེ་ཡིན་དུས་རྩམ་པ་ཐ་མ་དགེ་ལྡན་པའི་བླ་མ་ལྷ་སྲུང་ལ་ད་དང་པོར་སོ་སོས་ཀྱི་སྤང་བླང་བྱས་དེ་ནས། ཨ་ནེ་བླ་མ་ལྷ་སྲུང་ལ་ད་ཚེ་ལས་འདས་པའི་དགོས་པའི

གནས་ཚུལ་གལ་ཆེན་པོ་དེ་དག་འདིས་ཆགས་པ་རེད། འདི་གའི་ནང་ལ་ད་གོང་ས་མཆོག་གི་པའི་བཀའ་སློབ་སྔ་འཆར་རིམ་པ་མང་པོ་ཞུས་རྐྱེན་ཕེབས་ཡོད་རེད། ད་རྣམ་པ་ཚོགས་ཀྱི་མཆན་གྱི་རེད་བ། ད་ལྟ་ང་རང་ཚོགས་ཀྱི་ལྟ་ཡོད་ཡོད་རྒྱུ་གྱི་དེབ་མང་པོ་ཆགས་འདུག་བ། ད་འདི་གའི་ཕྱི་ལོགས་ལ་ད་ང་རང་ཚོ་ཟུར་བ། བཀའ་འགོག་བྱེད་ཡག་གི་མགོ། སུ་ཐོག་མར་དེ་ད་དང་ད་ག་རེ་སོགས་ཀྱི་རིགས་ལས་ཀྱི་ད་ས་གནས་ཆུང་ག་ས་རུ་རྡ་རམ་ས་ལའི་ཀྱི་ཡི་གེ་ཀྱི་རྣམ་རྒྱལ་གྲྭ་ཚང་རུ་བཙུགས་པ་རེད། རྣམ་རྒྱལ་གྲྭ་ཚང་ནི་ད་བཀའ་འགོ་བྱས་ཚར་དུས་བརྩམས་པ་ད་རྣམ་རྒྱལ་གྲྭ་ཚང་ད་ཁོ་རང་གི་གང་བྱས་རེད་བ་ཟེར་ད་རྣམ་རྒྱལ་གྲྭ་ཆུང་གི་ཅིག་ད་གྲྭ་བ་ཟེར་ནས་མི་འདུག་ད་གང་ད་དེ་སོགས་དེ་ལ་ད་ག་རེ་སོགས་དགོས་རུ་ཁོ་གང་བྱས་བྱས་རེད་བ་ད་དེ་སོགས་ད་ལས་རྒྱུ་འབྲས་སུ་ཡོང་འཇོག་ས་གི་གང་ཡང་མ་རེད་བ།

སྐབས་དེ་དུས་རྩམ་པ། དགའ་ལྡན་ཤར་བྱང་གཉིས་དང་བོད་ཀྱི་བླ་སྤྱི་དག་ལ་སོགས་པ་དག་དགའ་ལྡན་གྱི་ནང་ལ་ད་ད་ད་སྲུང་མ་བསྟེན་གསོལ། སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་བསྟེན་གསོལ་ཆོག་འདུག་མཆོད་འདུག་ཟེར་ཡ་དེ་ཤུགས་ཆེན་པོ་ཞིག་རག་རེད་འདུག་ཨ། ཡིན་དུས་རྩམ་པ་ད་དེ་ཤུགས་ཆེ་ས་ཁོ་རང་རང་ལ་བེད་སྤྱད་བྱས་ནས་ད་བོད་ཀྱི་བཀའ་བསྒོ་བྱས་པ་རེད་ཡ། བཀའ་བསྒོ་བྱེད་སྟངས་དེ་ཡང་བེད་དངོས་ཡོད་གནས་ཚུལ་གྱི་ཐོག་ནས་ག་ནས་ཡིན། གཡོ་སྒྱུ་ཁྲམ་སྲུང་གི་ཐོག་ནས་ལྐོག་གཡོ་ངན་སྒྱུ་རྐྱང་རྐྱང་བྱས་དེ་ནས་ད་བེད། མི་བདེན་རྫུན་འབྲེལ་ཅན་གྱུར་པའི་རྒྱུ་མཚན་མང་པོ་སྐྱེས། མི་བདེན་རྫུན་འབྲེལ་རྫུན་བཟོ་རྐྱང་རྐྱང་བྱས་ཏེ་ཀྱང་ནས་ད་གང་དགོས་བྱས་པ་དེ་གསལ་པོ་གསལ་རྐྱང་རེད་ཀྱང་དེ། དེ་ཡང་ཁོང་ཁོ་རང་གི་བཀའ་སློབ་ནང་ལ་གསལ་པོ་གསལ་རྐྱང་རེད་བྱས་ཙང་དེ་ཡིན་དུས་ཙམ་པར་ད་ང་རང་ཚོ་གསར་བརྗེ་གཅིག་གི་ནང་ལ་གོང་ས་བཅུ་བཞི་པའི། ལྐོག་གཡོ་ངན་ཇུས་ཀྱི་ག་དེའི་བྱང་ཚད་དྲ་ཚང་དུ་ཤུགས་ལྡན་བསྟན་སྲོལ་བཀའ་འགོ་མཛད་པ་གསལ་ད་དེ་རེད། ཨོ་ད་དེ་ཡིན་དུས་ཙམ་པ་ད་དེ་རིང་ཡང་ཁར་སོང་དགོས་རེད་ད་ཞུ་མཚམས་འདྲ་བོ་དེ་ད་ག་བཞག་བཞག་གི་ཡིན་ཨན་དེ་ན་མང་པོ་གང་ལ་གང་ཚང་འདྲ་ཚོ་ཆགས་སོང་ཟེར་ཞུ་ཡག་ཡིན་ཨན་ཚང་མ་ལོ་བཀྲ་ཤིས་བདེ་ལེགས་ད། ཨ་ཕ་ལགས་སུ་ཨོ་ད་དྭངས་གཙང་ལྷན་ཚོགས་ནང་ལ་ཨ་ནེ། མཉམ་རྒྱུགས་གནང་པའི་གི་དེ་ནས། ཚོགས་གཙོ་འགན་བཞེས་དེ་ལང་ཚོ་ལ་སྤོ་སྒྱུར་གནང་བའི་བླ་སྒྲུབ་དགེ་བཤེས་རྣམ་པ་དང། ཨམ་བན་ནང་གི་དགེ་དང་ངོ་ནང་ཚོ་དམ་ཚིག་གཅིག་པའི་དགེ་བེད་ནི། རྡོ་རྗེ་སྤུན་གྲོགས་ཡོངས་སུ་རྫོགས་པ་ལ། ཨ་ནི་གོ་སོང་གུས་པ་ཆེན་པོའི་སྒོ་ནས་ཚང་གཅིག་གི་བཀྲ་ཤིས་བདེ་ལེགས་སུ་ཞུ་གི་ཡོད། ད་གོང་དུ་ང་རང་ཚོ། ཚོགས་པ་འདི་དྭངས་གཙང་ལྷན་ཚོགས་ཀྱི་ཚོགས་པ་སྲིད་གྲོས་བརྩམས་པ་དང་གྲྭ་ཚོགས་ཀྱི་ཚོགས་པ་ཆེན་པོ་ཞུ་རྒྱུ་ཆགས་པ་རེད། སྤྱིར་ན་ཟླ་འདིའི་ནང་བར་ཚོགས་མཁན་ཆེ་ངེས་ཡོད་ཀྱི་རེད་ད་ང་རང་ཚོ་དྭངས་གཙང་ལྷན་ཚོགས་སྲིད་གྲོས་བརྩམས་པ་ཟླ་འདིའི་དམ་ཚིག་བརྒྱུད་པའི་རྡོ་རྗེ་སྤུན་གྲོགས་རྐྱང་རྐྱང་མཉམ་ཚོགས་གནང་ས་ཆེ་ད་དེ་ཡང་བས་ལོ་མང་པོ་ཕྱིན་བསྡད་པ་གཅིག་གི་དེ་འདྲ་གི་ཚོགས་པ་རྙིང་པའམ་ད་རྒན་པ་གྱི་ཐོག་ཆགས་བསྡད་ཡོད་རེད། ད་ད་ལྟའི་གི་ཆ་ལ་བྱས་པ་ཡིན་ན་ད་མི་ལྔ་བརྒྱ་ལ་ཉེ་བ་གཅིག་ཆགས་བསྡད་དུས་བརྩམས་པ་ད་ང་རང་ཚོ་དམ་ཚིག་གཅིག་དཔལ་གྱི་རྡོ་རྗེ་སྤུན་གྲོགས་རྣམ་པ་འདུ་འཛོམས་བྱེད་སྲིད་ཀྱི་བལ་པ་ལྟེ་བ་འདྲ་བོ་ཅིག་ཆགས་ཏེ་ཡོད་རེད། དེ་ཡིན་དུས་ཙམ་པ་ད་ང་རང་ཚོ་བོད་མི་གཅིག་བོད་མི་རིགས་གཅིག་ལ་གི་གཅིག་ཆ་རྐྱེན་ཡོང་མཁན་གཅིག་ད་ནི་གཅིག་སངས་རྒྱས་ཀྱི་ཆོས་ཟེར་ཡ་དེ་ལ་དད་པ་ཡོང་མཁན་གཅིག་ཡིན་པ་ཡིན་ན། ད་འདི་ལ་ཤ་ཚ་བྱེད་དགོས་ཡ་ཅིག་ད་འདི་ལ་གདོང་ལེན་བྱེད་དགོས་ཡ་ཅིག་ད་འདི་གི་ལ་ཁར་སོག་པོ་འཁོར་བྱེད་དགོས་ཡ་ཅིག་འོ་ད་ངོས་གནས་ཚུལ་གི་དུག་ཆགས་བསྡད་ཀྱི་ཡོད་རེད་དེ་འདྲའི་ཡིན་དུས་རྩམ་པ་སོ་སོའི་གི་ཅིག་དེ་འདྲའི་གི་འཁོར་སློང་པའི་ཁུལ་བྱེད་ན་ཨེ་ནི་ད་འདི་དེབ་ཤིན་ཅི་མི་ལོང་ཟེར་ཡ་ད་དུག་ཟེར་བྲིས་པ་རེད་བྲིས་པ་མང་ཡིག་དང་ད་ད་ཚིག་ཁ་ཤས་དུག་བྱེད་ནི་མ་གསལ་བཤད་ཞུ་གི་ཡོད་རེད། སྤྱིར་ན་ངའི་དེབ་དེ་གའི་ནང་ལ་ནང་དོན་ལ་ནི་རྣམ་པ་ཚུགས་ཀྱི་གཟིགས་ཡོད་ཀྱི་རེད་ནང་ནས་ངས་ཁར་ཁ་ཐུག་གི་ད་སྐད་ཆ་མང་པོ་ཅིག་ཐུགས་སུ་བྲིས་ཡོད་རེད། བློ་བཟོ་བར་གནས་པའི་གི་གང་ཟག་ཅིག་དང། ང་རང་ཚོ་བོད་མི་རིགས་འདི་ལ་ཤ་རྒྱན་ཡོད་མཁན་ཅིག། ད་ག་ནང་བཞིན་གྱི་ང་རང་ཚོ། རྒྱལ་བའི་བསྟན་པོ་རིན་པོ་ཆེ་འདི་ལ། ལྷག་བསམ་རྣམ་པར་གྱི་དག་པའི་གི་པའི་དད་པ་ཡོད་མཁན་ཅིག་ཡིན་པས་ཡིན་ན་སུ་གཅིག་ལ་ཕོག་ཐུག་འགྲོ་དགོས་ཡ་ཅིག་མེད་ཟེར་ཞུ་ཡ་རེད། དེ་ནས་ད་ཁ་སེང་ནས་བྱས་ཀྱི་ད་བདེ་གི་བརྗོད་བྱ་དང་འདྲ་བའི་ད་ཁ་ཤས་ཀྱི་ད་སོང་ཟིན་པའི་ཁུལ་འདྲ་བ་ཅིག་རེད། ཅི་ད་ང་རང་ཚོ་ད་ལྟ་དེ། ཁ་ད་ཁ་བུ་ཡན་ཅིག་ཟེར་ཡ་ཅིག་ད་ཆུ་དང་ཟང་ཟིང་འདྲེས་པ་ཅིག་ཟེར་ཡ་དེ་ད་ང་རང་ཚོ་ཚང་མ་ལོག་གི་མིག་མཐོང་ལག་ཟིང་བྱུང་ཐུབ་པ་ཅིག་རེད་དེ། འདིའི་གི་ངོ་བོ་དང་བྱེད་ལས། དམིགས་ཡུལ། དེ་གསོད་དགོས་ཐུག་ལ་ང་རང་ཚོ་དགེ་བྱེད། དམ་རྫས་སྐྱེད་པའི་རྡོ་རྗེ་སྤུན་གྲོགས་ཡིན་ན་འདྲ། ད་ག་ནག་ཁྱེད་ཀྱི་བུ་མོ་གཞན་ཕལ་ཆེར་ཡིན་མ་ཡིན་ན་འདྲ་དེ་གསོད་གི་ཐུག་ལ་ཅིག་ངོ་འཛིན་བྱེད་སྟངས་གི་ཐུག་ལ། ད་ཨ་ནས་ཅིག་བེད་ཁྱེད་ཀྱི་ཚོ་སྣང་སླེ་ཡག་གི་ཐུག་ལ་ད་བེད། གསལ་པོ་འདྲ་པོ་ཅིག་མ་ཆག་བེད་ཀྱི་ཚོ་སྣང་ཤུགས་ཆེན་པོ་ཅིག་ད་གུས་པ་རང་ལ་ཐོགས་སུ་བྱེད་ནས་དེ་ལྟར་རྣམ་པ་ཀུན་ཏུ་ཡོང་གི་ཡོད་རེད། དེའི་རྒྱུ་རྐྱེན་ལ་བརྟེན་བྱས་ནས། དེའི་སྲོག་གི། ད་ལྟ་ཁ་དང་ཁ་སྤུ་དབྱེ་འབྱེད་བྱེད་པ་དང་ཆོས་དང་ཟང་ཟིང་འབྲེལ་བ་བསྐྱེད་པ་འདི་ཀྱི་དམིགས་ཡུལ་དང། འདི་ཀྱི་བྱེད་ལས། འོ་འདི་ཀྱི་ངོ་བོ། དེ་གསུམ་གྱི་ཨ་ནི་གར་བཟོ་དགོས་རེད། དོགས་ལ་བཏབ་ཅིག། ཚོར་སྣང་གསལ་པོ་ཅིའམ་ངོས་འཛིན་གསལ་པོ་ཅི་མ་བྱུང་བར་རྒྱུ་རྐྱེན་དེ་ལ་བརྟེན་ནས་ད་ངས་ད་ལྟ་འདིའི་ཁར་བཟོ་དགོས་རེད། དེབ་ཆེན་གྱི་མེ་ལོང་ཟེར་ཡག་དེ་གི་བྲིས་ཡག་གི་བི་གི་གི་རྩ་བའི་གི་ཀུན་སློང་རྒྱུ་རྐྱེན་འདྲ་པོ་རྟོགས་སུ་ཆགས་ཡོད་རེད་བྱས་ཙང་དེ་ཡིན་དུས་རྩོམ་པ་དེའི་གི་ཐོག་ནས་ད་ངས་དེ་ཡི་རྩ་ལ་ཟིན་པའི་ཐོག་ནས་ད་དུག་སེལ་གྱིན་འདུག་མ་གསལ་བཤད་ཞུ་གི་ཡོད་རེད་དེ། དེ་ཡིན་དུས་རྩོམ་པ་ང་རང་ཚོ་ད་ལྟ། ཁ་དང་ཁ་སྤུ་གཡན་འགྱེད་བྱས་ཆུ་དང་ཟངས་གསེར་འབྲེལ་བ་བསྐྱེད་པ་འདིའི་འགལ། ངོ་བོ། དམིགས་ཡུལ། དེ་ང་རང་ཚོ་གི་གསལ་བོ་ཅིག་ཆགས་དགོས་པ་ཡིན་དུས། དེ་མ་ཆགས་བར་དུ་ང་རང་ཚོ་གི་འདིའི་འགལ། དཀའ་ངལ་ཟེར་ཡག་དེ་དག་དུས་ནམ་ཡང་སེལ་མི་ཐོབ་པའི་གི་རྒྱུ་མཚན་ཐོག་ཆགས་ཀྱི་ཡོད་རེད། བྱས་ཙང་དེའི་རྒྱུ་མཚན་ཡིན་དུས་རྩམ་པ་ངས་ཨ་ནེ་འདི་གི་ཡིག་ཐོག་ལ་བྲིས་ཨ་ངག་ཐོག་ནས་གང་ཐོབ་ཅི་ཐོབ་གི་ཐོག་བྱས་ནས་ཞུ་གི་ཡོད་ཟེར་ཨ་རྣམ་པ་ཚོ་ལ་མ་གསལ་བཤད་ཀྱི་ཚུལ་དེ་ལྟར་ཚོར་ཅིག་ཞུ་ཡག་རེད། དེ་ཡང་ད་ང་རང་ཚོ་སྟོང་པ་འཇིག་རྟེན་ཁམས་སུ་བྱོན་ཡོང་དུས། ད་ཆོས་ཀྱི་འཁོར་ལོ་རིམ་པ་གསུམ་ཟེར་ཡག་གི་བསྐོར་བ་ད་ང་རང་ཚོ་ཡོངས་གྲགས་རེད། ཆོས་འཁོར་རིམ་པ་གསུམ་གྱི་ནང་དུ་ཐེངས་དང་པོ། སྟོང་པ་སངས་རྒྱས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་དུས་ན་ཚིག་ག་རེ་གསུངས་ཡོད་རེད་ཟེར་ན། སྡུག་བསྔལ་ཤེས་པར་བྱ་གསུངས་ཡོད་རེད། སྡུག་བསྔལ་ཤེས་པར་བྱ་གསུངས་དགོས་ཡག་དེ་རྒྱུ་མཚན་ཆེན་པོ་ཞེ་དྲག་རེད། ང་རང་ཚོ་ཐར་པ་ཟེར་ཡོང་དུས་ཛམྦྷ་ག་འདྲ་ཅིག་ལ་ཟེར་གྱི་ཡོད་རེད་ཟེར་ན་སྡུག་བསྔལ་ལས་ཐར་པའི། སྡུག་བསྔལ་ལས་ཐར་བ་གཅིག་ལ། སྡུག་བསྔལ་གྱི་རྒྱུ་དང་ངོ་བོ་ལས་ཐར་བ་གཅིག་ལ་ཐར་པ་ཟེར་གྱི་ཡོད་རེད་དེ་ཡིན་དུས་རྩོམ་པ་ང་རང་ཚོ་དེ་འདྲིའི་གི་ཐར་པ་དེ་ཐོབ་དགོས་བྱུང་ན། ཐོག་མར་ང་རང་ཚོ་གི་ཤེས་དགོས་ཡ་དེ་ག་རེ་རེད་ཟེར་ན། སོ་སོའི་གི་སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ངོ་ཤེས་པར་བྱེད་དགོས་གི་ཆགས་དགོས་གི་ཡོད་རེད། སོ་སོའི་གི་སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ངོ་མ་ཤེས་ན། དེ་ལས། མཐའ་འདུག་གི། དེ་ལས་མཐའ་འདུག་བའམ་སྡུག་བསྔལ་དེ་ལས་དགྲ་འདུག་གི་བློ་ནང་བས་སྐྱེ་སྲིད་ཀྱི་མ་རེད། སྡུག་བསྔལ་དེ་ལས་མཐའ་འདུག་གི་བློ་དང་སྡུག་བསྔལ་དེ་ལས་དགྲ་འདུག་གི་བློ་མ་སྐྱེས་ན། དེ་ལས་ཐར་པའི་གི་ཐབས་ལམ་ཟེར་ཡ་དེ་བཙལ་སོ་གང་གིས་བཙལ་གི་མ་རེད་དེ་མ་བཙལ་བ་ཡིན་ན་དེ་ལས་ཐར་པའི་ཐར་བ་ཟེར་ཡ་དེ་དུས་ནམ་ཡང་ཐོབ་ཡ་མེད་པ་རེད་དེ་ཡིན་དུས་ཙམ་པ་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐོག་མར་སྡུག་བསྔལ་ཤེས་པར་བྱ་གསུང་གི་ཡོད་རེད། དེ་ནང་བཞིན་གྱི་ང་རང་ཚོ་ད་ལྟ་ཁ་དང་ཁ་ཕོ་དབྱེ་འབྱེད་བྱས་ཁྱོད་དང་ཟང་ཟིང་གི་འབྲེལ་བ་སྐྱེས་པ་ཟེར་ཡ་ད་འདིའི་གི།

དེ་འདྲའི་གྱད་བཞག་པའི་ཚོར་སྣང་གིས་མ་གཏོགས་ཕལ་ཆེར་ལ་བབས་ཏེ་ཉེན་ཁ་ཆེན་པོ་ཅན་དང་དཀའ་ངལ་ཆེན་པོ་ཅན་ཡིན་པའི་ངོས་འཛིན་ཟེར་ཡ་དེ་ལྟར་ཕལ་ཆེར་བྱུང་མེད་པའི་བཟོར་ཆགས་བསྡད་ཀྱི་ཡོད་རེད། ཡིན་ན་ཡང་དེ་འདྲའི་གྱི་ཚོར་སྣང་དང་ངོས་འཛིན་ཐོག་ལ་ཨ་ནེ་དཔྱད་པ་བྱས་ནས་མཁྱེན་ཐུབ་ཉེན་ཆུང་ཡོད་རེད་དེ་རིགས་དེ་ད་ནངས་ང་རང་ཚོ་སྤྱི་ཚོགས་འདི་གི་ཐོག་ལ་མ་མཁྱེན་པ་དེ་མང་པོ་ཞིག་བར་དུ་ཆགས་ཡོད་རེད་མཁྱེན་མཁན་རྣམ་པ་ཚོ་གི་དེ་གི་ཐོག་ལ་ཨ་ནེ་སོ་སོ་གི་མཁྱེན་པ་ནང་གི་ཅིག་གི་བི་གི་བཀའ་སློབ། དེ་ཡང་དེ་ཡང་ཉུང་ཉུང་ཆགས་ཏེ་ཡོད་རེད། ཡིན་དུས་རྩམ་པ་ང་རང་ཚོ། བོད་མི་ས་ཡ་དྲུག་ཟེར་འདི་གི་ནང་ལ་ཁ་དང་ཁ་བོད་དབྱེ་འབྱེད་དང་ཆུ་དང་ཟང་ཟིང། འདྲེས་པ་གཅོད་དགོས་མེད་ཀྱི་དམིགས་ཡུལ་དེ་ག་རེ་རེད་འདུག་དེ་རྩད་ཆོད་བྱེད་དགོས་ཡ་རྒྱུ་མཚན་དེ་ཆགས་ཏེ་ཡོད་རེད། དེའི་གི་རྒྱུ་མཚན་དེ་རྩད་ཆོད་བྱེད་ཡོང་དུས་རྩམ་པ་ད་མཐར་གཏུགས་ན་ང་རང་ཚོ་བསྟན་པ་འདི་ལ་ཐོགས་ཡོང་གི་ཡོད་པ་གཅིག་དང། སྲུང་མ། རྗེས་དྲག་པ་བཅས་བསྟེན་གསོལ་མཆོད་བསྟོད་ཀྱི་ལ། བཀའ་འགུགས་བྱེད་པ་ཙམ་ཞིག་མིན་པ་དེ་གསལ་བོ་གསལ་ཆོག་ཆགས་ཀྱི་ཡོད་རེད། བྱས་ཙང་དེ་ཆགས་པའི་གི་ཐོག་ནས་ད་ང་རང་ཚོ་གི་དག་འདི་འདི་ལ། གདོང་ལེན་འམ་བསྟན་པ་ར་སྤྲོད་ཟེར་ཡ་ད་དེ་གི་ལམ་ཁ་དེར་འགྲོ་དགོས་ཡ་དུས་སུ་བྱས་ཡ་ད་ཡོད་རེད། ཡིན་དུས་ཙམ་པ་ང་རང་ཚོ་ཁ་དང་ཁ་ཕོ་ཡན་ཆད་ཆོས་དང་ཟང་ཟིང་གི་འབྲེལ་བ་བསྐྱེད་པ་འདི། ང་རང་ཚོ་དགེ་ལུགས་པ་གཅིག་པུ་གིས་དཀའ་ངལ་འདྲ་བོ་སྡུག་བསྔལ་འདྲ་བོ་ཅི་རེད་བས་དཀའ་ངལ་ཅི་རེད་བས་ཟེར་ན་དེ་མ་རེད། བོད་མི་ས་ཡ་དྲུག་ལ་སྤྲད་པའི་གི་དཀའ་ངལ་ཅི་རེད་འདི། ཨོ་སངས་རྒྱས་ཀྱི་བསྟན་པ་རིས་གསུམ་མ་མཆིས་པ་ལ་སྤྲད་པའི་གི་དཀའ་ངལ་ཅི་རེད། གང་ཡིན་ཟེར་ན་ང་རང་ཚོ་བོད་མི་ས་ཡ་དྲུག་གི་ནང་དུ་ཐུག་པ་བརྐུས་པ་ནང་ཁེལ་གྱི་ད་ཕུ་དཀྲུག་མདའ་དཀྲུག་ཟེར་ཡ་དེ་བཟོས་པ་རེད་བས། ཕུ་དཀྲུག་མདའ་དཀྲུག་ཟེར་ཡ་དེ་བཟོས་ཚར་དུས་ག་རེ་རེད་སུ་ལ་དད་པོ་ཡོད་མ་རེད་སུ་ལ་སྐྱིད་པོ་ཡོད་མ་རེད། ཁྱོད་སྙིང་ག་ལ་ཁ་ར་སོགས་སྐྱིད་པའི་ཉི་མ་ཤར་གི་ཡོད་མ་རེད། ང་རང་ཚོ་ཁྱོད་མ་བསྡད་ཉམས་མ་བསྡད་ཟེར་ཡ་ད་དེ་ན་ཞིག་ཆགས་པ་རེད། བྱས་ཙང་དེ་ཡིན་དུས་ཙམ་པ་ང་རང་ཚོ་འདི་བསམ་མནོ་བཏང་ཤེས་ཉེན་ཇི་ལྟར་དཔྱད་པ་གནང་ཤེས་ཉེན་ཅིག་ཡིན་པ་ཡིན་ན། བོད་མི་རིགས་འདི་ལ་འཕྲད་པའི་དཀའ་ངལ་ཇི་ལྟར་སངས་རྒྱས་བསྟན་པ་ལ་བྱུང་བའི་ཆག་སྒོ་ཅིག་རེད་མ་གཏོགས་པ་ཀྱི་ང་རང་ཚོ་དགེ་ལུགས་པ་ཙམ་དང་ཡང་ན་དེའི་ནང་གི་བྱེ་བྲག་ད་ནི་ང་རང་ཚོ་ལྷ་རྒྱལ་ཆེན་རྡོ་རྗེ་བཞུགས་སྟེ་བསྟེན་མཁན་ཙམ་ཞིག་ལ་འཁྲི་བའི་དཀའ་ངལ་གྱི་ངོས་འཛིན་བྱས་པ་ཡིན་ན། ཧ་ཅང་གི་པའི་གར་བཟོ་དགོས་རེད་ད་ང་རང་ཚོ་ཁྲོམ་པའི་ནང་གི་བེ་བ་ནང་གི་ཆགས་པ་རེད་ད། ཡིན་དུས་རྩམ་པ་དེ་འདི་ལ་ང་རང་ཚོ་བློ་བཟོད་པར་གནས་པའི་གི་སྒོ་ནས་ཅིག་བལྟ་ཞིང་སྐྱིད་ཡོང་དུས་རྩམ་པ་ད་འདི་སྐྱིད་ནས་བུ་མོ་རེ་རེ་འཁྲིད་བསྡད་པའི་དཀའ་ངལ་ཅིག་ད་ཡང་སྒོར་ང་རང་ཚོ་བོ་ཁ་བ་གངས་ཅན་པའི་གི་ནང་པ་སངས་རྒྱས་པའི་ཆོས་རྒྱུད་འདི་རེ་འཁྲིད་བསྡད་པའི། འོ་ཆགས་དགོས་ཀྱི་ཆགས་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་ཙམ་པ་ད་ང་རང་ཚོ་དེ་མཁས་དབང་རྣམ་པ་ཚོ་གི་ཕྱི་ལོག་ལ་བཞུགས་དང་ཉིན་མཁས་དབང་དགེ་བཤེས་རྣམ་པ་ཚོ་གི་ཁོ་རང་རྣམ་པ་ཚོ་གི་མངོན་སུམ་གྱི་མིག་གི་མཐོང་མྱོང་མེད་གྲུབ་བསྟན་འགྱུར་དེ་སོགས་ཀྱི་བཀའ་སློབ་དེ་སོགས་དེ་ལྟར་འདིའི་ནང་ལ་སྦས། དངོས་གནས་དྲང་གནས་པའི་སྦ་གསང་མེད་པའི་དོན་ནི། ཟབ་ཞིང་རྒྱས་པ་དེ་འདྲ་ཕལ་གྱི་འདུག་བ་ཟེར། དེ་ཕལ་ཡོང་དུས་ཙམ་པོ་ང་རང་ཚོ་འདིའི་གི་ནང་ལ། བོ་ཁ་བ་གངས་ཅན་པའི་གི། ནང་ལོག་ལ་བཞུགས་དེ་གཉིས་ཀྱི་ད་རྒྱལ་སྤྱིའི་སྤུན་གྲོགས་མི་ཉུང་བ་མང་པོ་ཞོལ་གྱི་ཡོག་རེད་བ་ཕོངས་ཆེན་པོ་ཕོངས་ཆེ་ཤོས་དེ་ད་ཆགས་དང་ཡོག་རེད། ཡིན་དུས་ཙམ་པ་ཆེས་ནང་པ་ཚོ་གི། བློ་གཟུ་བོར་གནས་པའི་སྒོ་ནས་ཀྱི། ཁོང་རྣམ་པའི་བཀའ་སློབ་དེ་ལ་ཡང་ནས་ཡང་དུ་ཉན་དགོས་ཡ་ཇི་ལྟར་ཉན་ནས་སོ་སོའི་བསམ་བློའི་ནང་ལ་དཔྱད་པ་བྱེད་དགོས་ཡ་ཆགས་དེ་ཡོད་རེད། ཡིན་དུས་རྩམ་པ་དེ་ང་རང་ཚོ་དེ་འདྲས་ཀྱི་བྱས་པ་ཡིན་ན་དོན་དག་ག་འདྲ་འགྲོ་གི་ཡོད་རེད་ཟེར་ན། ང་ཚོ་ད་ལྟ་ཁ་དང་ཁ་སྤུ་ཡན་གྱི་ཆུ་དང་ཟང་ཟིང་འབྲེལ་བ་སྐྱེས་པ་འདི། སྲུང་མ་བྱེ་བྲག་པ་བཅས་ཀྱི་ཆེད་དུ་སྤྱད་པ་རེད་འདུག་སོང་རེད་མི་འདུག་དེ་གསལ་པོ་ཆགས་ཀྱི་ཡོད་རེད། བྱས་ཙང་ཁ་སང་ནས་བྱས་ཚེ་ད་ང་རང་ཚོ་འདིའི་གི་ཐོག་ལ་སྐད་ཆ་མང་པོ་ཅིག་ཆགས་ཡོང་དུས། ད་རྡ་རམ་ས་ལའི་གི་ཕྱོགས་ནས་ག་འདྲ་ཅིག་བྱས་འདུག་ང་རང་ཚོ་རྗེ་རིན་པོ་ཆེ་ཟེར་དུས་ཙམ་པ་དེའི་གི་ཆོས་བརྒྱུད་འམ་རྗེ་རིན་པོ་ཆེ་གི་སྐུ་འདྲ་བོ་དེ་སོགས་ལ་སོགས་པ་ཅིག་ད་ཅིག་ཆོས་ཀུན་ནོར་ལ་བྱས་པ་ནས་མཐའ་རྣམས་དམིགས་བརྩེ་མ་ཚུར་འཇུག་ཅིག་མདོང་ས་ལགས། ཅིག། ཞིག་ཏུ་བཀའ་ཡག་དུག་ཏུ་བཀའ་ཡག་ཅེས་གནད་འགག་ཅིག་ཆགས་ཡོད་རེད། སློབ་དཔོན་རིན་པོ་ཆེ་སྲིད་ཁྲིར་བརྩམས་པ་ས་བསྒྲགས་གནམ་བསྒྲགས་ཅིག་ཆགས། མི་ཚང་སྒེར་གྱི་ངོ་ནས་བཤད་པ་ཡིན་ན་མི་རེ་ངོ་རེ་གི་ངོ་ནས་ད་སློབ་དཔོན་རིན་པོ་ཆེ་གི་སྐུ་བཤམས་དགོས་ཡག་ཅིག་ད། གོང་པར་གྲྭ་ཚང་དེ་ཚོ་གི་ནང་ལ་ང་རང་ཚོ་ལོ་རྒྱུས་ཐོག་ལ་བྱུང་མ་མྱོང་པ་སེ་འབྲས་སྐལ་བཟང་གི་ནང་ལ་གུ་རུ་གི་ཚོགས་ཕུལ་དགོས་ཡག་ཅིག་ད་འབེན་རྩར་གུ་རུ་པས་ས་ཡ་དང་བྱེ་བ་ཅང་ཅིག་བསགས་དགོས་ཡག་གི་ད། ལང་ཀ་གྱི་ཀླད་ཡོད་རེད་དེ་སྐྱོན་ཚེ་ག་རེ་ལ་ཆགས་ཡོད་རེད། འོ་ཡ། ད་ག་ནང་གི་གི་ང་རང་ཚོ་ཉིས་སྟོང་བཅུ་གསུམ་ལོ་ལོ་ག་དེ་སྔ་ཆོས་ཆེན་མོ་གི་ཉིན་མོ་དེ་ན་ལ་རྒྱ་གར་ལྷོ་ཆུ་སེ་ར་བྱེས་ཀྱི་རྡོ་གོང་གི་ཐོག་ཁ་ནས་སློབ་དཔོན་རོན་པོ་ཆེ་གི་ཨ་ནེ་གར་སོ་གུ་ར་ཏཱ་ཀོ་ཐུགས་སོ་ད་ཕ་ཆེ་ཡིད་གི་ཡན་ཡང་ཅི་ཡོད་སར་བ་བ་དེ་འདྲའི་བྱེད་འཇོག་ཅིག་བཤམས་ཡོད་རེད་བ་དེ་སོ་ག་འདྲས་བྱས་ནས་བཤམས་ཡོད་རེད་དེ་བ་དང་དུང་ཁོ་རང་གི་རེད་བས། དེ་ཚོ་ང་རང་ཚོ་དགོངས་པ་བཞེས་ཡ་གཅིག་རེད། བྱས་ཙང་ད་ག་ནང་ཁྱེད་ཀྱི་ཁ་སང་ནས་ཞུས་བསྡད་ཀྱི་ཡོད་རེད། ང་རང་ཚོ་དང་དེ་དེ་ཀྱི་རྙོག་དྲ་དེ་ཀྱི་འགོ་བཙུགས་ཡོང་དུས། ཐོག་མར་གྱི་བི་གི་ཇུས་ཆེན་ལྷོ་མཁན་དེ་ཚོ་སུ་རེད་འདུག་དེ་ཡིག་གི་རྒྱབ་ལོག་ལ་སུ་དང་སུ་འདུག་ཞུ་གི་གོང་ས་མཆོག་གི་ད་ལྟ་དེ་འཐབ་རྩོད་འདི་ཀྱི་ཇུས་ལམ་གྱི་ནང་ལ་སུ་དང་སུ་དང་འབྲེལ་བ་བྱེད་ཀྱི་འདུག་འབྲེལ་བ་ཙམ་དུ་མ་ཟད་སུ་དང་སུ་ནང་འགྲོ་བྱེད་འདུག་ད་ལྟ་སྐལ་ལོས་དེ་བཤད་ཀྱི་འདུག། དེ་དང་དེ་ཡིན་དུས་བརྩམས་པ། ང་རང་ཚོ་འདི་སྲུང་མ་བྱེ་བྲག་པ་སྟེང་སོ་ཆོད་དུ་བྱས་རྗེས་ལ་ཐོགས་མེད་པ་དེ་གསལ་པོ་གསལ་རྐྱང་རྒྱལ་ཁབ་དུ་ཆགས་ཡོང་དུས། ད་ང་རང་ཚོ་ཁ་དང་ཁ་སྤུ་ཡན་གྱི་ཆུ་དང་ཟངས་ཟེགས་འདྲེས་པ་སྐྱེས་པ་ཟེར་ཡག་དེ་ལ་ཚོར་སྣང་གསར་པ་སྐྱེས། ང་རང་ཚོ་གི་ལུས་སམ་སྙིང་གི་ཐུགས་ལ་ཡོང་དགོས་ཡག་རེད་ས་དེ་རེད་དོན་དག། ཡིན་དུས་རྩམ་པ་འདིའི་གི་བྱེད་ལས་དེ་ལ་ང་རང་ཚོ་ག་འདྲ་གྱི་རེད། ཁ་ད་ཁ་བུ་ཡན་གྱི་ཁྱོད་དང་ས་འཛིན་འདྲ་པ་གཅིག་ཟེར་དུས་རྩམ་པ་ང་རང་ཚོ་འདི་ཧོབ་ཙེ་བལྟས་བལྟས་པ་ཡིན་ན་མང་པོ་གཅིག་གི་འདི་གི་ཐུགས་ལ་བསམ་མནོ་གི་གདེང་འདྲ་བོ་གཅིག་མ་བརྒྱབ་སྐྱེས་པ་འདྲ་བོ་གཅིག་མ་བརྒྱབ་པ་ཡིན་པ་ཡིན་ན་འདི་ཉེན་ཁ་ཆེན་པོ་གཅིག་དང་དཀའ་ངལ་ཆེན་པོ་གཅིག་ཡིན་པ་དེ་ངོས་འཛིན་བྱེད་ཐུབ་གི་ཡོད་མ་རེད། ཁ་དང་ཁ་སྤོས་དབྱེན་གྱི་ཆོས་དང་ཟངས་ཟེར་གྱི་འབྲེལ་བ་གཅིག་ཟེར་ཡོང་དུས་ཙམ་པ་ཁོ་རང་ཚོ་གི་བུ་གི་མནའ་སྐྱེལ་དམ་བཅའ་བྱེད་ཡོང་དུས་མནའ་ག་འདྲས་ཟེར་གྱི་ཡོད་རེད། དོ་རྒྱལ་བསྟེན་ངན་གྱི་ཡིན་ཕྱིན་ཅི་ལ། བུ་བསྟེན་གར་སོགས་ཀྱི་བུ་བསྟེན་སྲིད་ནམ་གནས་ཀྱི་བར་དུ་ཆོས་དང་ཟངས་ཟེར་གྱི་འབྲེལ་བ་བྱེད་ཀྱི་མིན་ཟེར་ནས་དཀོན་མཆོག་དཔང་དུ་བཙུགས་ནས་ད། ན་དེ་སྐྱེས་ཡོར་བ་རྣམ་པ་ཚོགས་ད་ལྟ་དེ་བཤེས་གཉེན་རྣམ་པ་ཚོགས་ཀྱི་གསལ་བཤད་བྱེད་དགོས་ཡག་རེད་ད་ལྟ་དེ་མ་བཤེས་གཉེན་མང་པོ་ཞེ་དྲག་ཡོད་ཀྱི་རེད་ན་སྐྱེས་དུས་ཙམ་པ་ང་རང་ཚོ་ཅིག་ལོ་ཁ་ཤས་འདྲ་བོ་དང་ཕར་སུ་ཚུར་ས་དེ་བ་བསྡད་ནས་ཅིག་གར་ཟ་དགོས་རེད་དེ་འདྲས་བྱེད་ཐུབ་པ་ཙམ་མ་རེད་འདི་བོད་ཀྱི། བསྟན་པ་ཆགས་སྲིད་ནམ་གནས་ཀྱི་བར་དུ་ད་ཁྱོད་དང་སང་ཙང་འབྲེལ་བ་བྱེད་གི་མེད་ཟེར་གི་རྟ་རྣ་དེ་སྐྱེས་ཡོང་དུས་བསྟན་ཡོང་ཡ་ཡོད་རེད་དང་ཡོད་མ་རེད། དེ་ཡིན་དུས་རྩམ་པ་ང་རང་ཚོ་བོ་ཁ་བ་གངས་ཅན་པའི་གི་གྱོང་ལ་ཨེ། ས་སྐྱ་གཅིག་གི་གང་ལ་ད་ང་རང་ཚོ། མཉམ་གནས་བྱས་ཡག་གི་ཐོབ་ཐང་དེ། ཕ་ཕྱོགས་ལ་ཡོད་མ་རེད་ཚུར་ཕྱོགས་ལ་ཡོད་མ་རེད། བྱས་ཙང་ང་རང་ཚོ་གི་བོད་མི་རིགས་དེ། ཤུགས་ལྡན་བསྟེན་མཁན་དང་མི་བསྟེན་མཁན་གཉིས་སུ་དབྱེ་བ་ཕྱེ། དེའི་དཔའ་རོགས་ལ། ཅིག་ག་སོག་གི་འགལ་ཟླ་ཆེན་པོ་གཅིག་ཆོས་དང་ཟང་ཟིང་གི་འབྲེལ་བ་མི་བྱེད་པ་དེ་ཡང་དུས་ཚོད་དེར་བོད་བསྟན་པ་བསྟན་སྲིད་ནམ་གནས་ཀྱི་བར་དུ་ཟད་ཡོང་དུས་བརྩམས་པ་ད་གང་ལྟར་ང་རང་ཚོ། རོ་ཀི་ལོ་པ་གི་ལྟ་གྲུབ་གཙང་མ་འཛིན་མཁན་དེ་ཚོ་དེ། རིམ་བཞིན་དུ་ཀྱི་མི་རབས་ནས་མི་རབས་བརྒྱུད་འདུག་ནས་རྩ་མེད་ཤུ་ལ་བཏང་ཡང་གི་པའི་བསམ་བློ་བཏང་བསྡད་པ་དེ་གསལ་བོ་གསལ་ཆང་རེད། དེ་གི་ངོ་འཛིན་དེ་གཅིག་བྱེད་དགོས་གི་རེད། བྱས་ཙང་དེ་འདྲས་ཀྱི་བྱེད་ཡུལ་ངོ་ན་འོ་ན་དེ་གི་མཐར་ཐུག་གི་དམིགས་ཡུལ་དེ་ག་རེ་རེད། དམིགས་ཡུལ་ཆེན་པོ་གཅིག་དང། དགོས་པ་མེད་པ་གཅིག་ལ་དེ་འདྲས་ཀྱི་བྱེད་སྲིད་གི་མ་རེད་བྱས་ཙང་དེ་ཡིན་དུས་ཙམ་པ་དེའི་དམིགས་ཡུལ་དེ་ག་རེ་རེད་འདུག། ཨོ་ཡ། ད་དེ་ང་རང་ཚོ་གི། དཔྱད་པ་བྱེད་དགོས་བྱུང་ཚེ་དེ་རིགས་གཟི་ལྟ་ངན་པས་ཡང་ནས་ཡང་དུ་བསྐྱར་ནས་བསྐྱར་དུ་ཞུ་ཐུབ་པ་དེ་རེད། རྒྱུ་མཚན་དེ་སོགས་ལ་ང་རང་ཚོ་སྨད་ཀྱི་མཐོང་ཡག་ཡོད་མཐོང་ཡག་ཡོད་འཇོག་བྱེད་སྟབས་ཨ་མཆོག་གི་དངོས་སུ་གོ་ཡག་ཡོད་འཇོག་གི་པའི་གནས་ཚུལ་ཅིག་ཡིན་པས་ཡིན་དུས་དེ་སོགས་ལ་ང་རང་ཚོ་དངོས་སུ་གི་པའི་སོ་སོ་གི་བསམ་བློ་དང་དཔྱད་པ་བྱེད་དགོས་པ་ཡིན་པས་ཡིན་ན་དེ་ནི་སོ་སོ་གི་དང་བདག་ངང་ཚིག་གསལ་པོ་མ་ཐོབ་པའི་ཐོག་ནས་ཅིག་ལྷ་བྱེ་བྲག་པ་གཅིག་སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་གཅིག་པོ་གཅིག་བསྟན་སོགས་བཀའ་འགུག་ལ་བྱེད་ཀྱི་དོན་ཡོད་པའི་ངང་ཚིག་གསལ་བ་དེ་སོགས་དེ་ནོར་དེ་བ་དེ་གསལ་བ་གསལ་བྱེད་ཆགས་ཀྱི་རེད་དེ་ཡིན་གཅིག་ཆགས་དགོས་ཀྱི་རེད་དེ་ཆགས་བའི་གི་ཐོག་ནས་ད་ད་ནང་ང་རང་ཚོ་གི་སྤོང་པ་མཉམ་གཞག་དང་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ད། མཁར་སོགས་ཀྱི་དོན་ལས་གཅིག་པའི་རྒྱུ་མཚན་དེ་རེད། གལ་སྲིད་དེ་ལྟར་བྱེད་མ་ཐུབ་པའི་ཏིང་ངོ་འཛིན་གྱི་མ་འགྱངས་པའི་དོན་ནི་ང་རང་ཚོ་གིས་གདོང་ལེན་ག་ཚོད་ཅིག་བྱས་ཀྱང་རུང། འོ་ཡ། འཁོར་ག་ཚོད་ཅིག་བསླངས་ཀྱང་རུང་ང་རང་ཚོ་གིས་མཐར་ཐུག་གི་བོད་སྐད་ཀྱི་མཐར་ཐུག་པའི་སྐད་ཆ་རྒྱལ་ཁ་ཟེར་ཡ་དེ་མཐར་ཐུབ་ཡ་ལ་དཀའ་ལས་ཁག་པོ་ཞེ་དྲག་རེད། དེ་ཡང་ཁ་སང་ནས་ཞུས་པ་ནང་བཞིན་གྱི་ཐབས་ལམ་གྱི་ཐོག་ནས་བྱས་པ་ཡིན་པས་ཡིན་ན་ང་རང་ཚོ་གི་མདའ་མདའ་དེ་གི་ཁ་ཐིག་ཏུ་ས་ཆགས་བསྡད་ཡོད་རེད། བོད་མི་རིགས་ནང་ཁུལ་ལ་ཕྱོགས་གཉིས་སུ་ཕྱེ་ནས་ད་ད་ལྟ་ང་རང་ཚོ་ཕར་ཚོ། ང་དང་ཁྱོད་ཟེར་ནས་ཀྱི་འཐབ་རྩོད་བྱེད་དུ་ག་ཡག་གི་གནས་སྐབས་དེ་འདྲས་ཀྱི་ཆགས་བསྡད་ཡོད་རེད་ཡིན་དུས་བརྩམས་པ་ང་རང་ཚོ་གི་ཚོ་ཅག་གི་ངོ་ནས་ཕ་ཅོག་བུ་མོ་དེ་ཚོ་དང་ང་རང་ཚོ་གི་གཅིག། ཁབ་སྟེགས་འམ། ཅིག་གར་བཟོ་དགོས་རེད་དྲ་ཡ་འདྲ་བོ་ཅིག་ལ་ད་བོད་འཛིན་པ་ཡིན་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ཟེར་ངས་ཁ་སང་ཞུས་པ་ཡིན་དེ་ལན་ཞུས་ཡ་དེ་རེད། གང་ཡིན་ཟེར་ན། རྡ་རམ་ས་ལའི་གི་པའི་ཆེད་དུ་བཙུགས་ནས་ང་རང་ཚོ་བོད་མི་ནང་ཁུལ་ལ་འགལ་ཟླ་དེ་བཟོས་ཡོད་རེད། ཡིན་དུས་ཙམ་པ་ང་རང་ཚོ་གི་ངོ་ནས་ད་ག་ནང་བཞིན་གི་འགལ་ཟླ་དེ་གི་ལམ་ཀ་ལས་ཕྱིན་པ་ཡིན་ན་ཁོ་རང་ཚོ་གི་པའི་དམིགས་ཡུལ་དང་གྲུབ་གི་ཡོད་རེད། དེ་མ་རེད། ང་རང་ཚོ་གི་འདི་གདོང་ལེན་བྱེད་དགོས་ཀྱི་རེད་ལ་ནི་བྱེད་སྟངས་དེ་ཡང་ཤེས་དགོས་ཀྱི་རེད། ང་རང་ཚོ་གི་ད་ལྟ་གདོང་ལེན་བྱེད་སྟངས་དེ་ག་རེ་རེད་ཟེར་ན། དངོས་ཡོད་གནས་ཚུལ་གྱི་ཐོག་ནས། སེམས་མེད་ཞི་བའི་གི་ཐོག་ནས། གནས་ལུགས་རྒྱུ་མཚན་བཤད་མདོག་ནས་ད་ང་རང་ཚོ་ཚང་མ་ལ་མི་ཆུང་ཆུང་ཡིན་དུས་མི་དང་མིའི་དཔའ་རོགས་ཀྱི་འགལ་ཟླ་དེ་སེལ་དགོས་ཀྱི་ཡོད་རེད། མི་དང་མི་ཡི་དཔའ་རོགས་སའི་འགལ་ཟླ་དེ་སེལ་ཡོད་དང་ཡོད། ང་རང་ཚོ་བུ་ཁ་བ་གངས་ཅན་མེད་དུ་གྱུར་ལ། དཔེར་ན་མི་ཚང་སྐྱིད་ལ་ཆགས་བཞག་པ་ཡིན་ན། ཐག་ཤ་ཡོད་པ་ཡིན་ན་དེ་ང་རང་ཚོ་དུས་ཀྱི་དཀའ་ངལ་དང་འགལ་ཟླ་དེ་སེལ་ཡ་ཡོད་རེད་བ་དེ། ད་ལྟ་ང་རང་ཚོ་ལ་དེ་མ་རེད་ཁོ་རང་ཚོ་གི་རྣམ་རྟོག་དགྲ་ལ་ལངས་ཏེ་ཡང་ན་གོང་ས་མཆོག་གི་ངན་སྐུལ་བྱས་པ་ལ་བརྟེན་ནས་ང་རང་ཚོ་གི་ཁབ་ཚིག་ལ་ལངས་ཡོང་དུས་ང་རང་ཚོ་གི་སྒོ་ནས་ཐབས་ལམ་བཟང་པོ་ཅིག་གི་སྒོ་ནས་དངོས་ཡོད་གནས་ཚུལ་གྱི་རྒྱུ་མཚན། ཁུངས་ལུང་གི་དོན་ར་ར་གྲགས་པ་ཡིན་པ་ཡིན་ན་ཕ་སྐྱོ་མོ་གྱི་རིགས་ཚོ་སྐྱོ་མོ་རེད་མི་དང་མིའི་གི་བར་ལ་ད་ང་རང་ཚོ་གོ་བརྡ་འཕྲོད་ཡ་ཡོད་པ་རེད། དེ་ཙམ་ཡིན་འདུག་བརྩམས་པ་ང་རང་ཚོ་དེ་འདྲའི་གི་བེད་དན་པ་ར་དཀྲུགས་པའང་གོ་བརྡ་སྤྲོད་པའི་གི་དོན་ལ་ད་དཀའ་ངལ་དེ་སེལ་དགོས་གི་རེད། དེ་ཡིན་དུས་བརྩམས་པ་ང་རང་ཚོ་གི་སྐད་ཆ་གང་ཤེས་པ་དང། བསམ་བློ་གང་གཏོང་པ་དང་དམིགས་ཡུལ་གང་འཕོངས་པ་དེ་ཚོ་དེ་དངོས་ཡོད་གནས་ཚུལ་གི་གཞིར་བཟུང་པའི་ཐོག་ནས་བྲིས་དགོས་ཡ་དེ་ད་གལ་ཆེན་པོ་ཞེ་དྲག་རེད། དེ་མ་ཡིན་པ་ཅིག་གིས་ད་ང་རང་ཚོ་གི། ཨ་ནེ། ཅེས་པས་ང་རང་ཚོ་གི་ཁ་ཐིག་ལངས་ཡོད་ཉེ་དེ་སོགས་ལ། ང་རང་ཚོ་གི་པའི་སྐྲ་ཁ་ཐིག་ནང་བཞིན་གྱི་པའི་འཛིན་ཨ་དེ་སོགས་ལ་པའི་དང་པོ་ཞིབ་ཅིག་བྱེད། དེ་འདྲས་ཅིག་བྱས་པས་ཡིན་ན་ང་རང་ཚོ་གི་དཀའ་ངལ་འདི་སེལ་ཡག་དང་འཕར་ཡག་བྱེད་དང་དང་ང་ཚོ་གཉིས་ཀྱི་པར་རོ་ལ་འགལ་ཟླ་ཆེ་རུ་འགྲོ། ཕྱོགས་བཞི་ང་ཚོང་གི་དེ་ནི་འཐབ་རྩོད་བྱེད་དགོས་ཡ་བྱེད་ཀྱི་ལྟར་ལམ་ཁ་ལ་སླེབས་འགྲོ་གི་ཡོད་རེད། བྱས་ཙང་དེ་ཡིན་དུས་ཙམ་པ་ང་རང་ཚོ་ད་ལྟ་དེ། བོད་མིའི་གི་སྤྱི་ཚོགས་ནང་ལ་འཁྲིད་དེ་བས་གི་པའི་དཀའ་ངལ་གྱི་ཡིན་པ་ངོས་འཛིན་བྱེད་པའི་ཐོག་ནས་ང་རང་ཚོ་གི་ཐབས་ལམ་བཟང་པོ་ཡོད་བཞིན་པ་དེ་བེད་སྤྱོད་བཏང་པ་ཡིན་ན། ང་རང་ཚོ་ཏན་ཏན་གི་ཁར་ཟོ་དགོས་རེད་རྒྱལ་ཁ་ཐུབ་ཡག་ཡོད་པ་གྱི་རེད། དེ་འབྲེལ་གྱི་མ་འཇོན་པ་དེ་དག་ང་རང་ཚོ་གི་ཅིག་གང་ཟག་བྱེ་བྲག་པ་ཅིག་ལ་འཛུགས་བཙུགས་དེ་ཚོ་ལ་ཡང་ཅིག་དྲག་དང་རང་ཕྱོགས་པ་གི་པའི་འགལ་ཟླ་ནང་ཞིག་གི་འཛིན་པ་ཡིན་པ་ཡིན་ན། ད་ང་རང་ཚོ་ཕམ་ཉེས་འགྲོ་ཡག་གི་ལམ་ཁ་དེ་སླད་དུ་ཡོད་རེད་བོད་མི་རིགས་ལ་བཀྲ་ཤིས་གི་མ་རེད། རྡ་རམ་ས་ལའི་གི་དམིགས་ཡུལ་དེ་རེད། ཨོ་དེ་ཡིན་དུས་བརྩམས་པ་ད་ང་རང་ཚོ་འདི་ལ་ཁོར་ཡིག་ཉན་དང་གདོང་ལེན་བྱེད་མཁན་མི་ཉུང་བ་ཅིག་ཡོད་པ་ཡིན་དུས་དེ་ཚོ་གི་ཐུགས་ལ་དངོས་གནས་དྲང་གནས་པའི་གན་པ་གོམ་པ་གཏིང་ཟབ་པོ་བཞེས་དགོས་ཡ་ད་གལ་ཆེན་པོ་ཞིག་རག་རེད། སོ་སོའི་གི་ཅིག་ཤེས་རྒྱ་ཆེ་བ་མ་རེད་དེ་ཡིན་ན་ཡང་སོ་སོ་གི་སེམས་ནང་གི་ཅིག་ཤེས་ཚུལ་དང་མྱོང་ཚུལ་གང་ཡོད་པ་དེ་ཚོ་དེ་ང་རང་ཚོ་དམ་ཚིག་གཅིག་པའི་རྡོ་རྗེ་སྤུན་གྲོགས་རྣམ་པས་གི་པའི་སྙན་ནམ་དུ་བས་ད་སོང་མེད་པའི་དོན་ད་ཁར་ཁ་ཐོག་ཐོག་ཅན་ཤོད་ད་གི་ཡོད། དེ་ཡིན་དུས་བརྩམས་པ་ད་ང་རང་ཚོ་ད་ལྟ་རྩ་བའི་གི་བོད་སྐད་གི་ལག་པ་འཆང་ས་འདྲ་བོ་ཅིག་ངོ་འཛིན་བྱེད་ས། དམིགས་ཡུལ་བཙལ་ས་དེ་ག་རེ་རེད་ཟེར་ན་ང་རང་ཚོ་བོད་རྒྱ་ཆེའི་མི་མང་གི་ནང་ལ་ཁ་དང་ཁ་བའི་ཡན་གྱི་ཆོས་དང་ཟང་ཟིང་གི་འབྲེལ་བ་སྐྱེ་བ་ས་དེ་དེ་རེད། དེ་ང་རང་ཚོ་གཞི་རྩ་འཛིན་པའི་གི་དོན་ནི་སྐད་ཆ་བཤད་པ་ཡིན་ན་དེའི་སྒོ་ནས་བཤད་དགོས་གི་རེད་ལ་ནི་ང་རང་ཚོ་གི་དང་ལེན་བྱེད་པ་ཡིན་ན་དེའི་ཐོག་ནས་བྱེད་དགོས་གི་རེད། དེ་རེད་མ་གཏོགས་པ་ང་རང་ཚོ་སྲུང་མ་རྒྱ་ཆེན་རྡོ་རྗེ་ཤུགས་ལྡན་ང་ཚོ་སྟེང་བཅུག་གི་མི་འདུག་དེ་སྟེང་བཅུག་གི་ཡོད་ཟེར་ནས་ང་རང་ཚོ་སྐད་རྒྱབ་གི་ཡོད་མ་རེད་དེ་ག་སྲིད་དེ་འདྲས་ཀྱི་རྒྱབ་པའི་དབང་དུ་བཏོན་ན་དཔེ་མི་སྲིད་པའི་ཐབས་སྐྱོ་བོ་བྱབ་ཆུང་གི་ལས་ཀ་བྱ་གི་རེད་ཨ་ནེ་མི་ཚོ་གི་ཁྱེད་ཚོ་པའི་ལྷ་ཚོད་ལོད་ཚོ་རེད་ཟེར་ཡོང་དུས་ཙམ་པ་དེ་དངོས་ཡོད་ནས་ཚོ་ཆགས་འགྲོ་གི་རེད་ང་རང་ཚོ་སྲུང་མ་རྒྱ་ཆེན་རྡོ་རྗེ་ཤུགས་ལྡན་ཟེར་ཡ་དེ་ཁོ་ཁ་ལ་ཕོངས་པ་ཙམ་གྱི་གཡར་བ་ཙམ་གྱི་རེད་མ་གཏོགས་པ་གི་དོན་དངོས་པོ་གནས་ཚུལ་ལ་ད་དེ། གོང་ས་བཅུ་གཅིག་པ་གི་རྒྱབ་ལྗོངས་ག་ཚད་ཟ་གྱི་འདུག་ལོ་རྒྱུས་ཀྱི་ཐོག་ལ་མ་བརྟག་ཡོང་དུས་ཙམ་པ། ང་རང་ཚོ་ད་ལྟ་དཔྱད་པ་བྱས་ཡ་མང་པོ་ཞིག་གྲགས་ཡོད་རེད་ངས་ད་ལྟ་གཤིན་རྗེའི་མེ་ལོང་ནང་ལ་བྲིས་ཀྱི་ཡོད་རེད་མང་པོ་ཅིག། ཡིན་ན་ཡང་ད་དེ་ཚོ་གི་རིགས་དེ་ཚོ་ད་ལྟ་ཐུག་རྒྱུ་རེད། ཐུག་གི་ཁ་ཐོག་ལ་ངས་གང་ལ་གང་འཚལ་གསལ་བཤད་ཞུས་ཡོང་བ་རེད། གཙོ་བོ་དེ་རྣམ་པ་ཚོ་གི་པའི་དཔྱད་པ་གནང་རྒྱུ་དེ་རེད། ངས་དོགས་སློང་གི་ཚུལ་དུ་བི་གིས་དེ་ཞུས་བཞག་པ་དེ་རྣམ་པ་ཚོ་གི་ལོ་རྒྱུས་དཔྱད་ཀྱི་དེ་ཚོ་ལ་བལྟས་ནས་དཔྱད་པ་གནང་རྒྱུ་དེ་རེད། ང་རང་ཚོ་ལྷ་བྱེ་བྲག་པ་ཅིག་བསྟེན་ཡག་གི་ཆེད་དུ་ལ་དཀའ་ལས་འདི་འདྲས་ཀྱི་རྒྱབ་དགོས་ཡག་ཡོད་མ་རེད་ལ་ནས་དཀའ་ངལ་འདི་འདྲས་ཀྱི་འཕྲད་ཟེར་གི་མ་རེད་དྲང་པོ་ཡིན་ད་ག་རེ་རེད་གོང་ས་བཅོས་ཀྱི་པ་ཟེར་དུས་ཙམ་པ་ད་ད་ད་དགུང་ལོ་ག་ཚོད་ཟེར་གྱི་ཕེབས་ཡོད་རེད་ད་འཇིག་རྟེན་འདི་གང་ལ་ག་ཚིག་ཙམ་གྱི་བཞུགས་གི་རེད་ག་སྲིད་ལ་ལྷ་བྱེ་བྲག་པ་ཅིག་བསྟེན་ཆོག་མི་ཆོག་གི་དཀའ་ངལ་དེ་ཁོ་རང་གི་བཟོ་སྟེར་བ་ཅིག་དང་དེ་བསྟེན་ཡག་བྱུང་པ་ཡིན་ན་ང་རང་ཚོ་ལ་པའི་མཐར་ཐུག་གི་རྒྱལ་ཁ་ཐོབ་པ་ལྟ་བུ་ཅིག་ཡིན་པ་ཡིན་ན། གོང་ས་མཆོག་དགོངས་པ་རྫོགས་པ་ད་ག་ནས་གོང་ས་མཆོག་གི་གར་སོ་དགོས་རེད་ང་རང་ཚོ་ལ་བཀའ་འགོ་བྱས་ཡག་ཏུ་ཡོད་མར་བ་དེ་ནས་ཉི་མ་དེ་ནས་བཟུང་སྟེ་ང་རང་ཚོ་རྒྱལ་ཁ་མཐར་ཐུག་པ་རྒྱལ་ཁ་འདྲ་བོ་གཅིག་པའི་མཐར་ཐུག་པ་ཅིག་ཐོབ་པ་རེད་བས་དེ་མ་རེད། གོང་ས་མཆོག་གི་དང་དེ་འདི་ངས་ཁ་སང་ནས་འདི་ན་ཞུས་ཡོད། གོང་ས་མཆོག་ཁོ་རང་དགོངས་པ་རྫོགས་ཟིན་པའི་ཞུ་གུ་ལ་ཡང་ད་ལྟ་འདི་རྒྱུན་འཁྱོངས་ནས་འདི་གི་མཐར་ཐུག་ཏུ་གནས་ཐུབ་ཡག་གི་ཆེད་དུ་ལ་དྭགས་ཐབས་ཤེས་མང་པོ་གཅིག་གི་ཐོག་ནས་ད་ལས་ཀ་བྱེད་བསྡད་ཡོད་དེ་དེ་གི་ཚོར་སྣང་དེ་ང་རང་ཚོ་གིས་ཡོང་དགོས་ཀྱི་རེད་ཤེས་དགོས་ཀྱི་རེད། གནས་ལུགས་རྒྱུ་མཚན་དེ་ཚོ་ཤེས་པའི་གི་ཐོག་ནས་ད་ང་རང་ཚོ་དང་ལེན་བྱེད་དགོས་ཡ་ཅིག་ད་སྐད་ཆ་བཤད་དགོས་ཡ་ཅིག་རེད་མ་གཏོགས་པ་གི་ད་འདི་ང་རང་ཚོ་གི་ཅེས་མང་པོ་ཅིག་གི་དྲང་པོ་བཤད་པ་ཡིན་ན་ཅིག་སྲུང་མ་ཅིག་བསྟེན་ཆོག་གི་མ་ཆོག་གི་བཟོ་འདྲ་བ་ཅིག་ད་ད་ག་ནང་གི་གི་ང་རང་ཚོ་ཅིག་སྲུང་མ་བསྟེན་མཁན་དེ་ཚོ་ཅིག་ཟུར་དུ་སྤེལ་སོང་ཟེར་ཡག་འགྲོ་བ་དེ། ལོ་ག་ལ་བཏང་སོང་བསམ་དེ་ཉིད་ཀྱི་བུ་དེ་འདྲས་ཀྱི་གོམ་པ་བཞེས་དེ་ཉིད་དུ་ལྟ་བ་འཛིན་དེ་ཉིད་ང་རང་ཚོ་དམ་རྫས་གཅིག་པུས་ཀྱི་རྡོ་རྗེ་སྤུན་གྲོགས་ཀྱི་རྣམ་པས་ཀྱི་ཚོ་ལ། མི་སྙོང་པ་ཅིག་ཡོད་དེ་བ་རེད། ང་རེ་ཀྱི་ངོས་ནས་བཤད་པ་ཡིན་ན་དེ་ཚོ་དེ་ཀྱི། གར་སོ་གོར་ལྟ་བ་དེ་ལྷག་བསམ་རྣམ་པར་དག་པ་ཅིག་རེད་དེ་ཡིན་ན་ཡང་ངོས་འཛིན་བྱེད་སྟངས་དེ་དཔེ་ཁྱབ་ཆུང་ཆུང། སྐུ་སོབ་དོག་པོ་ཞེ་དྲག་གི་རིགས་ཡིན་པ་བཅས་ལ་ང་རེ་ངོ་འཛིན་ཞུ་གི་ཡོད། ཡིན་ན་ཡང་རྣམ་པ་ཚོ་གོང་ཐུགས་ལ་ཆོད་ནས་མ་ཕོག་རོགས་གྱིས། ངས་ཁྱེད་རྣམ་པ་ལ་དངོས་གནས་ཁྱེད་རྣམ་པ་ཟེར་མཁན་མེད་ད་འདི་ན་ཡོད་ན་མེད་ན་མི་ཤེས་ཏེ་དེ་འདྲའི་འཛིན་མཁན་རྣམ་པ་ཚོ་གི་ལ་ཨ་ནེ་བས། ཐད་ཀར་ངས་སྐྱོན་བརྗོད་ཞུས་པ་དེ་འདྲས་མེད། ང་རེ་འགས། གཅིག་གིས་གར་ཚུགས་ཀྱི་རེད་རྣ་བར་འགྲོ་མི་འགྲོ་འདྲ་པོ་རྒྱུ་མཚན་བྱས་འདུག་ནས་ངས་དེ་འགྲིག་གི་སྐྱོང་འཛུགས་བྱས་པ་ནས། བསྟན་པ་འདི་ལ། ང་རང་ཚོ་བསམ་བློ་གཅིག་དང་བོད་མི་རིགས་འདི་ལ། སྤྱི་ཡོངས་ནས་བསམ་བློ་གཅིག་གཏོང་ཡོང་དུས་བརྩམས་པ་ད་ང་རང་ཚོ་གི་ད་ལྟ་དེ་ནོར་དུ་ཡོད་རེད། རྡ་རམ་ས་ལའི་གི་ངོས་ནས་བཤད་པ་ཡིན་ན་དེ་འགྲིག་གི་ངང་འཛིན་བྱེད་ཐུབ་རོགས་བྱས་ན་བསམ་ནས་བསྡད་ཡོད་རེད་དྲང་པོ་བཤད་ན། འདི་གས། དཀའ་ངལ་རྙོག་དྲ་དེ་ང་རང་ཚོ་བོད་མི་རིགས་འདི་ལ་འཁྲིད་བསྡད་ཀྱི་ཡོད་པ་ཅིག་དང། ང་རང་ཚོ་རི་བོ་དགེ་ལུགས་བོད་ཀྱི་བསྟན་པ་འདི་ལ་འཁྲིད་བསྡད་ཀྱི་ཡོད་པ་ཅིག་ངོ་ཤེས་པ་ཡིན་པས་ཡིན་ན་རྡ་རམ་མཚོ་ལགས་ཀྱིས་བྱེད་ཕྱོགས་དེ་ལ་ངོ་རྒོལ་བྱེད་ཉེས་དེ་བོད་མི་ས་ཡ་དྲུག་ལོངས་ཡོང་གི་ཡོད་པ་དེ་ཤེས་ཀྱི་ཡོད་རེད་ཡིན་དུས་རྩམ་པ་ཁོ་རང་ཚོ་གི་དེ་གཞི་མེད་བཙོག་པ་ཐལ་ལ་བཀབ་པ་ནང་བཞིན་བྱེད་ཀྱི་བས་འདི་སྲུང་མ་བྱེ་བྲག་པ་ཅིག་ལ་བཀའ་འགུག་བྱེད་ཀྱི་ཡོད་པས་ཀྱི་བས་ཁར་བཟོ་དགོས་རེད། ངོ་འཛིན་བྱས་ཀྱི་ཆེད་དུ་ལ་ཐབས་ལམ་མང་པོ་བཙལ་གྱི་ཡོད་རེད། དེའི་ནང་གི་གི་ད་ལྟ་ང་རང་ཚོ་གི་བསྟན་པ་ར་འཕྲོད་ཟེར་བ་དེ། འཛམ་བུ་གླིང་གི་སྟེང་ཆེན་ཐོག་ལ་ཡར་ལངས་ནས་སྟབས་བདེ། ཨའི་ཐབས་ལམ་མི་འདྲ་བ་མང་པོ་བཅས་ཀྱི་ཐོག་ནས་ཨ་ནེ་བོད་གཞིས་བྱེས་གཉིས་ཀ་གི་ད་དེ་འདྲ་བྱེད་ཡོང་དུས་ཚང་པ་ག་རེ་བྱེད་ཀྱི་ཡོད་རེད། ཁོ་རང་ཚོ་གི་རྡ་རམ་ས་ལའི་གི་གོང་ས་བཅུ་གཅིག་པ་ཁོ་རང་གདོང་ལ་མ་མ་གཏོང་པ་བྱས་དོན་ནི་མི་རྒྱུད་ཀྱི་ནང་ཁུལ་གྱི་མི་མང་པོ་ཅིག་བརྒྱུད་སྐོར་བྱས་ཁོ་རང་གི་མི་མང་པོ་ཅིག་ལ་ཁ་ཤས་ལ་གོ་ས་སྤྲད་ཁ་ཤས་ལ་པད་ཤག་སྤྲད་དེ་ཚོ་གང་ག་མ་བཏང་མ་ག་བ་བཏང་གི་ཡོད་རེད་རྒྱལ་སྤྱིའི་མི་མང་གི་ཐྲོག་ཏུ་མ་བཏང་བྱས་ཀྱང་རྒྱལ་སྤྱིའི་མི་མང་གི་ཐོག་ལ་འདའ་ང་རང་ཚོ་གཉིས་ཀྱི་པར་རོ་འགའ་ད་གཟོད་བརྒྱུད་བྱས་ཙང་དེ་འདྲའི་ཅི་ཡང་དུ་མི་རྒྱུད་ཀྱི་ཁོ་རང་ཡི་གེ་བོང་བུ་ཅིག་བྱས་ཏེ། མི་གིའི་ཐུག་ས་དེ་ང་རང་ཚོ། རྒྱལ་སྤྱིའི་མི་མང་ནང་གི་དག་བྱེད་གྲགས་པ་དེ་སོགས་དེ་ང་རང་ཚོ་ཕར་ཚོ་ཁ་ཐིག་བཀྱག་ནས་ཐུག་ཡོང་གི་ཡོད་རེད། བྱས་ཙང་གནས་ཚུལ་དེ་སོགས་ཀྱི་ཐོག་ནས་ང་རང་ཚོ། ངོས་འཛིན་གསལ་པོ་ཅིག་གིས་བྱས་དོན་ནི་ད་དུང་ནས་རྗེས་ཕྱོགས་མ་ནོར་བ་ཅིག་བྱེད་དགོས་ཡ་དེ་ལྟ་བུ་གལ་ཆེན་པོ་ནང་གི་གལ་ཆེན་པོ་དོགས་སུ་ཆགས་ཀྱི་ཡོད་རེད་ཟེར་གྱི་ཡོད་རེད། ཨོ་དེ་རྗེ་ཡག་གི་དམིགས་ཡུལ་དེ་ཚོ་ག་རེ་རེད་ང་རང་ཚོ་དཔེ་ན་རྔན་མ་དཔེ་ཅིག་ཡོད་རེད་བ་རྫ་ཕོ་རྫ་རྒྱ་ཟེར་བཤད་ཀྱི་ཡོད་རེད་རྫ་ཕོ་གཉིས་ལག་པ་གཡས་གཡོན་གྱི་གཟེམ་འདེགས་རྒྱ་དེ་གཉིས་པོ་ཞུ་རེ་བཏུབ་པ་ཡིན་ན་རྫ་ཕོ་གཉིས་ཀ་འཁྱག་རྒྱུ་རེད་མ་གཏོགས་བ་གས། རྩ་བ་གཅིག་ཆགས་ནས་གཅིག་གར་སོགས་ཀྱི་ལྷག་དེ་ཡང་དེ་ནི་ཆགས་ཀྱི་མ་རོ། ཁྱེད་ལྟར་དེ་འདྲིས་ཀྱི་གནས་སྟངས་ཀྱི་ཆགས་དེ་ཡོད་རེད་འདི་མི་རིགས་ཟེར་ཡ་དེ་བརླག་འགྲོ་གི་ཡོད་པ་དེ་འདྲ་ང་རང་ཚོ་གར་སོགས་ཀྱི་རེད། བསྟན་པ་སྤྱི་ཡོངས་ཀྱི་ཆགས་སྒོ་ཡིན་པ་རྒྱུ་མཚན་དེ་སོགས་རེད་ནང་པ་ཚོ་གི་མཁྱེན་ངེས་འདུག་ཨ་ང་རང་ཚོ་མི་རིགས་ནང་ཁུལ་ལ་ཐུག་བསྡད་ཀྱི་ཡོད་རེད། ཁོ་རང་ཚོ་མ་དོང་ལ་དོང་འདོག་ན་དངོས་ཡོད་གནས་ཚུལ་གྱི་བཀའ་བསྒོས་པ་འདི་ཡིན་རྒྱུ་མཚན་འདི་ཡིན་ཟེར་བཤད་ཡོང་བས་ཡིན་ན། ང་རང་ཚོ་ཚུར་ཆབ་མི་རེད་བསམ་བློ་གཏོང་ཡ་ཡོད་རེད་དཔྱད་པ་བྱེད་ཡ་ཡོད་རེད་དེ་མ་གཏོང་པ་བྱས་འདུག་ན་ད་མི་གི་རྒྱ་ཁྱི་མི་མང་ལ་ངན་སྐུལ་བྱས་འདུག་ནས་ད་ང་རང་ཚོ་ལ་དོགས་བྱེད་ཡོང་དུས་ཙམ་པ་ད་དེ་ཕྱོགས་བསྐྱེལ་ནས་གར་སོ་གོ་རེད་ཅིག་ལྷ་འདྲེ་ཅིག་ལ་ཨ་ནེ་བས་ཅིག་བསྟན་ཆོག་དང་མི་ཆོག་གི་འཐབ་རྩོད་བྱེད་དེ་ཡི་གི་ངོ་བོ་གཅིག་ལ་འགྱུར་ཡ་གི་ཐབས་ཤེས་གཅིག་དེ་དམིགས་ཡུལ་གཅིག་དེ་འཕང་དུ་ཡོད་རེད། དེ་ཡིན་དུས་བརྩམས་པ་ང་རང་ཚོ་གི་ངོས་ནས་ཀྱང་དེ་འབྲེལ་གྱི་འདི་ལྷ་བྱེ་བྲག་པ་གྱི་སྟེང་ཕྱོགས་མ་ཕྱོགས་པར་ཅིར་ངོས་འཛིན་བྱེད་བསྡད་པ་ཡིན་ན་ངོས་འཛིན་བྱེད་སྟངས་དེ་ཧ་ཅང་གི་ཐབས་སྐྱོ་བོ་རེད་ད་ཞུ་ཡག་དོད་རེད། དེ་ཡིན་དུས་བརྩམས་པ་ད་ང་རང་ཚོ་འདི་ཁ་དང་ཁ་སྤུ་དབྱེ་འཇིག་ཆོས་དང་ཟང་ཟིང་འབྲེལ་བ་གཅིག་ཟེར་དེ་ལས་སླ་བོ་རྩ་བ་ཡིན་ན་མ་རེད། བྱས་ཙང་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་ཁ་དང་ཁ་སྤུ་དབྱེ་འཇིག་ཟེར་དེ་དུས་ཚོད་ཁོ་རར་ཅིག་ལྟོས་དང། བོུ་སྟེང་སྲིད་ནམ་གནས་འཇིག་གི་བར་དུ་ད་ང་རང་ཚོ་གི། དབྱེ་བ་ཕྱེད་ཀྱང་ཆོས་ཤུགས་ལྡན་བསྟན་དང་མི་མཁན་སྲིད་སྟག། ཁ་དང་ཁ་ཕོ་སྲིད་ནང་རྒྱལ་གྱི་དབྱེ་འབྱེད་བྱེད་དགོས་པ་དེའི་དཔའ་རོགས་ལ། བོད་བསྟན་སྲིད་ནམ་གནས་ཀྱི་བར་དུ་ཨ་ནེ་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ས་ཁོང་ཚོ་མནའ་སྐྱེལ་བྱེད་དགོས་ཡོད་རེད་དེ་བསྟན་ཡོང་ཡག་ཡོད་རེད་བས་སོ། འཇིག་རྟེན་འདི་གི་ཐུགས་ལ་ལྟ། བྱེད་སྤྱོད་འདི་སོགས་དེ་གདུག་རྩུབ་ཆེན་པོ་ག་འདྲས་ཀྱི་འདུག། ང་རང་ཚོ་འཛིན་པའི་གླིང་འདིའི་སྐབས་ན་དེ་རིང་བཀའ་ཚོང། གདུག་རྩུབ་ཆེ་ཤོས་དེ་ཁ་ཆད་རེད་ཟེར་གྱི་ཡོད་རེད། ཁ་ཆད་ཟེར་ཡ་དེ་ཚོ་གི་ཁོ་རང་ཚོ་གི་པའི་ཕྱི་ལོག་ལ་པའི་སྒྲ་གདངས་དེ་བ་མ་གཏོགས་པ་གི་ནང་ལོག་ལ་འདི་འདྲི་བྱེད་ཀྱི་འདུག་བས། སོ་སོ་ལ་དད་པ་ཡོད་ནི་ཡིད་ཆེས་ཡོད་ནི། ཨ་ནེ་སོ་སོ་ལ་པའི་འདི་ཕྱི་གཉིས་ཀྱི་སྐྱབས་རྒྱུད་དེ་གཉིས་ཀྱི་ནང་ཁུལ་ཇི་ལྟར་དོགས་བྱེད་ཀྱི་འདུག་བས། བྱས་ཙང་དེ་ཡིན་དུས་ཙང་པ་ང་རང་ཚོ་འདི་ཕྱོགས་གཉིས་ཀ་ལ་བའི་དཀའ་ངལ་འཕྲད་འདོད་པ་ཇི་ལྟར་ཕྱོགས་གཉིས་ཀ་སྡུག་བསྔལ་ནང་ལ་ལྷོང་འདོད་པ་ཅིག་རེད་མ་གཏོགས་བོད་སྐད་ང་རང་ཚོ་གཅིག་པོ་ལ་དཀའ་ངལ་འཕྲད་འདོད་པ་ང་རང་ཚོ་གཅིག་པོ་ལ་སྡུག་བསྔལ་ནང་ལ་ལྷོང་འདོད་པ་ཅིག་ཁོ་རང་ཚོ་བོད་ཀྱི་ཆོས་དང་བཟང་ས་འབྲེལ་བ་བཅད་མཁན་དེ་ཚོ་དེ་བོད་བདེ་སྐྱིད་ཀྱི་ཉི་མ་ཤར་འདོད་པ་ཅིག་རྩ་བ་ཉིད་ནས་མ་རེད། དེ་ཚོ་དེ་ཡིན་དུས་རྩམ་པ་ང་རང་ཚོ་འདི་ཚོ་གི་ཐུགས་ལ་བསམ་མནོ་ཞིབ་ཕྲ་གཏོང་དགོས་ཡ་ཅིག་དང་བཏང་ན་བཏང་དགོས་ཡ་ཅིག་དང་བཏང་ས་ཡོད་འདོད་པ་དོ་ཆགས་འདེགས་ཡོད་རེད། དེ་ཚོ་རྣམ་པ་ཚོ་ལ་ངས་ད་བཀར་སོ་གར་གྱིས་སོ་སུ་གི་བོད། བསམ་ཚུལ་དྲན་ཚུལ་ཤེས་ཚུལ་གོ་ཚུལ་མྱོང་ཚུལ་གྱི་ཐོག་ནས་སྤེལ། ཚོད་དཔག་ཙམ་མ་ཡིན་པའི་ཐོག་ནས་ད་དུ་ཟེར་གྱིན་ཞུ་གི་ཡོད་རེད་དེ། ད་ཆོས་དང་གར་ཟེར་གི་རེད་ཁ་ད་ག་པའི་དབྱེ་འབྱེད་ཟེར་ཡག་དེ་གི་ད་ངོ་བོ་དེ་དེ་འདྲའི་འདྲ་བོ་ཅིག་རེད་ད་ཆོས་དང་ཟང་ཟིང་གི་འབྲེལ་བ་ཅིག་ཟེར་ཡག་ཅིག་འདུག་བ་དེ་རྣམ་པ་ཚོ་གི་ཨ་ནི་དགོངས་པ་གར་ཟེར་གི་རེད་ད་གང་འདྲའི་ར་ཅིག་བྱེད་ཀྱི་ཡོད་ན་བསམ་གི་ཡོད་ངེས། གང་ཡིན་ཟེར་ན་ཆོས་དང་ཟང་ཟིང་གི་འབྲེལ་བ་ཅིག་ཟེར་ཡག་དེ་ད་ཟང་ཟིང་ཟེར་ཡག་དེ་ད་ཅི་དང། གོ་རེད་ང་རང་ཚོ་དཔེར་ན་ཟ་ཁང་ནང་ལ་མཉམ་པོར་འགྲོ་ཆོག་གི་མི་འདུག་ཚོང་ཁང་ནང་ལ་མཉམ་པོར་འགྲོ་ཆོག་གི་མ་རེད་དེ་ནས་ཨོ་ཡ་ཅིག་ག་ཟེར་མགྲོན་ཁང་དེ་ཚོ་ནང་ལ་ཨ་ནེ་ཁོ་རང་ཚོ་གི་བཙུན་རྒྱུག་ནས་ང་རང་ཚོ་འཛུལ་ཆོག་གི་ཡོད་མ་རེད་ང་རང་ཚོ་གི་ལྷ་ལྟེ་གཉན་གི་བཙུན་རྒྱུག་ཡིན་པ་ཡིན་ན་ཁོ་རང་ཚོ་འཛུལ་ཆོག་གི་མ་རེད་ཟེར་ད་དེ་བཤད་གི་ཡོད་རེད་བ། དེ་དང་འབྲེལ་བའི་ཐོག་ནས་ཨ་ནེ་ཁྱེད་ཕར་ཚོ་ཅིག་ང་རང་ཚོ་འཇིག་རྟེན་འདི་གི་སྐོར་ལ་ད་མི་དང་མི་གི་བར་རོ་ལ་ཅིག་ཕར་འཐེན་ཚུར་འཐེན་བྱས་དོན་ད་གཅིག་གི་གཅིག་ལ་བརྟེན་དགོས་ཡ་ད་གཅིག་གི་གཅིག་ལ་རོགས་ཞུ་དགོས་ཡ་ཡོད་རེད་ད་དེ་ཚོ་ཚང་མ་བཀག་རེད། དེ་ཆུང་ཆུང་རེད། ད་ད་ལྟ་ཉེན་ཁ་ཆེ་ཤོས་དེ་ག་རེ་རེད་ཟེར་ན། ཆོས་དང་བཟང་བཟང་གཉིས་སུ་ཕྱེ་བའི་གི་ཆོས་ཀྱི་འབྲེལ་བ་སྐྱེ་ཡ་དེ་རེད། ག་རེ་རེད་ཟེར་ན། ད་ད་ལྟ་དེ། ཆོས་དང་བཟང་བཟང་གཉིས་སུ་ཕྱེ་བའི་གི་ནང་ཚན་གྱི་ད་ལྟ་ཆོས་ཟེར་ཡ་དེ་བ་དེའི་ཆོས་དེ་ལ་ངོས་འཛིན་ག་རེ་ཞུ་གི་ཡོད་རེད། ང་རང་ཚོ་སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱ་ཆེན་རྡོ་རྗེ་ཤུགས་ལྡན། བསྟན་ཟོར་མཆོད་ཐུགས་གནང་མཁན། བླ་མ་དེ་ཚོ་ནི་བརྒྱུད་པའི་ཆོས་དེ་ཟེར་གྱི་ཡོད་རེད་དེའི་ནང་གི་ཆོས་དེ། གཞན་ཁ་ཆེ་གི་ཆོས་ལ་ཟེར་གྱི་ཡོད་མ་རེད་ཡེ་ཤུ་གི་ཆོས་ལ་ཟེར་གྱི་ཡོད་མ་རེད་ཕྱི་རོལ་པའི་ཆོས་ལ་ཟེར་གྱི་ཡོད་མ་རེད། དེ་ཚོ་ལ་འབྲེལ་བ་བྱེད་ཆོག་གི་མ་རེད་ཟེར་གྱི་ཡོད་མ་རེད་གོང་ས་མཆོག་གིས། ད་ཆོས་དང་འབྲེལ་བ་བསྐྱེད་དགོས་ཟེར་བས་ཀྱི་ཆོས་དེ་གི་འབྲེལ་བ་བསྐྱེད་སྲོལ་གྱི་ཆོས་དེ་ང་རང་ཚོ། འོ་ད་གར་སོང་གི་དབེན་ས་སྙན་བརྒྱུད་ཀྱི། འོད་དང་བརྒྱུད་པ་ཟེར་ན་འདྲ་གང་ལྟར་སྲུང་མ་སྐྱེས་ཆེན་རྡོ་རྗེ་ཤུགས་ལྡན་བསྟན་སྲུང་མཆོད་བསྟོད་བྱས་པ་ལ་ཁ་གཡར་ནས་ད་ང་རང་ཚོ་དབེན་ས་ཉིད་བཅུ་དགུ་པའི་བསྟན་པ་འདི་ལ་ཟེར་བསྡད་ཀྱི་ཡོད་རེད་ད། སྔོན་རྩིས་གསལ་པོ་ཞིབ་ཕྲ་ཅིག་བྱས་པ་ཡིན་ན། དེ་ལ་གང་འགྲེལ་བྱས་ནས་བཤད་ཀྱི་ཡོད་རེད། རྡ་རམ་ས་ལའི་གི་གྲོས་ཆོད་ནང་ལ་ག་རེ་བཞག་ཡོད་རེད་རྣམ་པ་ཚོ་གི། འདི་ཤེས་མཁན་ཡོད་ཀྱི་རེད་ལབ་ན་མི་ཤེས་པ་མང་པོ་ཞེ་དྲག་ཡིན་གྱི་རེད། ཡིན་དུས་རྩམ་པ་ཕྱི་ལོག་ལ།